དེས་ན་དེ་རིགས་ཀྱི་སྤྱི་ནོར་ཚན་པ་ནང་དུ་བྱིས་བློ་ཁོང་གི་སྒྲ་སྙན་འཛིན་གྲྭ་ཡི་གཏམ་རྒྱུད་བཤད་རྒྱུ་ཡིན། ད་ལྟ་ང་ཚོ་གྲོང་ཁྱེར་ཁྲེང་ཏུང་ཁམས་པ་བརྙན་འཕྲིན་ཁང་གི་འདི་གི་རྩ་ཐང་གཅིག་གི་སྟེང་ན་ཡོད་ཅོ་ནེ་རྫོང་ཤེས་རིག་བྱམས་བརྩེ་བྱིས་བསླབ་ཁང་གི་སློབ་གཙོ་དགེ་ཚེ་རུས་དོན་གྲུབ་དང། དེ་ནས་ཁོ་ཚོ་གི་རོལ་དབྱངས་དགེ་དགེ། ད་རུང་ན་ཆུང་གི་གྲོགས་པོ་ཆུང་ཆུང་ཁག་ཅིག་ཁྲེན་ཏུའུ་ལ་ཕེབས་བྱུང་ལ་དེ་བཞིན་དུ། ཁོ་ཚོ་གི་དགྲ་གཉེན་དགེ་དགེ་དགེ་པད་མ་ལགས་ཆེད་དུ་གནས་མཆོག་ལྷ་ས་གནས་འདི་ན་ཕེབས་བྱུང། དེས་ན་དགེ་པད་མ་ལགས་ཚང་མ་ཁོ་ཚོ་ངོ་སྤྲད་ཀྱི་གནང་བྱུང་ན། ལགས་སོ།
ང་ཚོ་མཉམ་དུ་དགྲ་གཉེན་ངོ་སྤྲོད་བྱ། འདི་མི་ལ་དགྲ་གཉེན་ཟེར།
འདི་མི་ལ་དང་པོ་ཟེར། འདི་མི་ལ་སྐྱོབ་པ་ཟེར།

སྤྲོ། མིའི་སྤྲོ་ཉམས་ཅན་ཡོང་བ་དེ་སོ་སོ་གི་བྱེད་སྟངས་ཀྱིས་ར། ལགས་སོ། གཞན་ཀྱང་ང་རང་གི་དུས་ན་དེ་ལས་ལྷག་པ་དགྲ་གཉེན་འདི་དགྲ་གཉེན་སྤྲོ་བ་ཡིན་ན་ཅུང་ཞབས་བྲོ་རྒྱག་པ་ཡིན་ན་ཅུང། དེ་མི་སོ་སོ་གི་སེམས་ཀྱི་སྟེང་རི་ན་ཡོད་པ་འོག་ན་ཤ་ཡོད་པ་གི་སོ་སོ་ལ་འོག་ཆགས་ཀྱི་ཡོད་ར། ལགས་སོ། དེ་ཤིང་སྔོག་པ་དང་ཤིང་འདོན་པ་ལ་དཔེ་ཕམ་པ་ཆེན་པོ་འདུག། དེ་ནས་བྱིས་པ་ཆུང་ཆུང་གི་རིག་པའི་སྒོ་མོ་འབྱེད་པ་རི་སྒོ་འབྱེད་པ་དེ་ལ་དགྲ་གཉེན་འདི་དཔེ་ཕན་པ་ཆེན་པོ་ཡོད་ས་རེད་བསམ་ས་རེད་དེ་འདྲ་གྱི་རེད་དེ་ནས་ད་ང་རང་ཚོ་ཧྲོ་རྒྱན་རི་ནས་ཡིན་ལ་ཆུང་རི་ནས་རྐང་གཅིག་གི་བ་ཆགས་ཏེ་ཤི་པ་ལ་གོ་བ་དེ་ལ་སྐད་དང་ཡི་གེ་རེད་དེ་བཀའ་ཆེན་པོ་རེད་ལབ་གི་འདུག་དེ་བཀའ་ཆེན་པོ་གཞན་ཡིན་པ་རེད་ད་ང་རང་གི་བསམ་ན་སྒྲ་སྙན་འདི་འདྲའི་རོ་ཆེ་ལ་བལྟས་ན་ང་རང་ཚོ་སྐད་ཡིག་དེ་ལས་སླ་པོ་དགོས་ནས།

སྒྲ་ནི་འདི་ཕོ་རོག་གི་ཚོགས་ཚོགས་རང་ཞིག་ལ་ཆགས་ཡ་དང་སྦྱིན་བཙག་གི་སེམས་ཁམས་ཡག་པོ་ཅིག་ཆགས་ཡ་ལ་ཕན་པ་ཆེན་པོ་འདུག་དེ་ནས་སྒྲ་ནི་འདི་སྤྲོ་པ་ཡིན་ན་མིའི་སེམས་ཁམས་དེ་མར་ལྷོད་ལ་འབབ་ཐུབ་ཀྱི་རེད་ལབ་གི་འདུག་འོ་དེ་མི་སོ་སོ་གི་སེམས་ཁམས་དེ་ལྷོད་ལ་བབས་ན་ད་ཁོ་རང་གི་བསམ་བློ་འདྲ་མ་འདྲ་གཏོང་ཐུབ་ཀྱི་འདུག་སོ་ནམ་གྱི་བསམ་བློ་འདྲ་མ་འདྲ་གཏོང་པ་དེ་ད་ཕྱྭ་གཡང་གི་བསམ་བློ་ཡོང་བ་དང་ས་རྟོག་གི་སེམས་ཁམས་ཡོང་བ་སྦྱིན་བཙག་གི་སེམས་ཁམས་ཡོང་པ་དེ་ལ་དཔེ་ཕན་པ་ཆེན་པོ་འདུག

ཞབས་བྲོ་རྒྱ་ཡ་ཆ་ཚང་དེ་ཁོ་རང་ཚོ་གཤིས་ཀ་དང་ཏན་ཏན་འཚམས་པ་ཁྲོ་མོ་དེ་འདྲ་ཅིག་རེད་དེ་ཡིན་ཙང་ད་ང་རང་གི་ཨོ་ད་ང་རང་ཚོ་བོད་ཁམས་བོད་ཁམས་ནས་ད་སྒྲ་སྙན་གི་སྒང་ཡག་པོ་ཅིག་གང་ན་འདུག་ཨོ་ད་དེ་ང་རང་ལྷ་ས་ནས་སྒང་ལགས་ཅིག་བཙལ་ཐུབ་ན་ཡག་པོ་ཡོད་རྒྱུ་རེད་བསམ་དེ་རྒྱུ་མཚན་ག་རེ་ཡིན་ཙང་ང་རང་ཚོ་ལྷ་ས་དེ་ང་རང་ཚོ་རི་ནས་གི་མགོ་ཁུངས་དང་ང་རང་ཚོ་རི་ནས་གི་ལྟེ་བ་ར་ཨོ་དེ་ནས་མ་བྱིན་ཅིག་ལགས་ན་བྱིན་ཡག་པོ་ཡོད་པ་བྱིན་གཙང་མ་ཡིན་པ་དེ་འདྲ་ཅིག་རེད་བསམ་དེ་ནས་ངས་ལྷ་སར་ཁུལ་བསྟན་ནས་རྒན་ལགས་ཡག་པོ་ཅིག་དོ་སྣང་བྱས་པ་ཡིན་ད་ད་རྒན་པདྨ་ཡིན་ན་ང་རང་ཚོ་ལྷ་ས་མ་ཟད་མདོ་ཡི་ཁམས་སེམས་གཏད་ལ་ཁོ་རང་དཔེ་སྐད་གྲགས་ཆེན་པོ་ཡོད་པ་ཙམ་མ་ཟད་ངེས་པ་སྟོང་གི་སྒྲ་སྙན་གྱི་གཞུང་ལུགས་དང་དེ་ནས་སྒྲ་སྙན་སྤྲོ་པ་དེ་ནས་བཤད་སྟོང་ཡ་ཆ་ཚང་ལ་ཁོ་རང་ཅིག་ཁྱོད་པ་ཅིག་ར་ཨོ་དེ་རེད་ད་ངས་ཁོ་རང་ཐད་ཀར་ངོ་ཤེས་ངེས་འདུག་ངོ་ཤེས་ངེས་མེད་ན

མང་གཅིག་ཡག་པོ་གཅིག་ཆགས་ནས་ང་རང་ཚོ་ཨ་མདོ་ལུང་པ་སོ་སོ་ལ་འདི་གཅིག་ཆ་བདག་གཏོང་ཐུབ་ཡ་དེ་འདྲ་དང་བྱིས་པ་ཡིན་དུས་ནས་བཟུང་འདྲ་བརྙན་སྦྱངས་ན་ད་ཁོ་རང་ཚོ་སྒྱིད་ཙག་གི་སེམས་ཁ་ནས་ཕྱོགས་གང་ནས་ཡང་ཡག་པོ་གཅིག་ཡོང་གི་འདུག་ང་རང་གི་དེ་འདྲའི་མི་ཡིད་ཆེན་པོ་གཅིག་བཟུང་ནས་ཁྱེད་རང་ལ་ཞི་བ་ཕུལ་དུ་ཡོང་པ་ཡིན་དེ་ལ་བ་ཡིན་ད་ང་རང་གི་རེ་བ་གཙོ་བོ་དེ་དགེ་རྒན་པདྨ་ལགས་ཀྱིས་ང་རང་ཚོ་ལ་རྒན་ལགས་ཀྱི་གསོ་སྐྱོང་ཕྱི་རོལ་གནང་དེ་ལ་བ་ཡིན་རེད་ཨ།

ང་ཕ་ཆེན་དེ་ཧ་ལས་ཀ་ཧང་སང་འདི་འདྲ་རྒྱུ་རྐྱེན་འདི་འདྲ་གང་ཡང་མ་རེད། ལགས་སོ། ད་ཁོང་རང་གི་དགོས་ནས་དེ་བསམ་བློ་ཤུགས་ཆེན་པོ་ཕུགས་རྒྱང་རིང་པོ་གི་དེ་འདྲ་གི་བསམ་པ་ཁྱེར་ནས་ཡར་ལགས་སོ། འགྲོ་བ། ཨང།
དེ་སྔ་དེ་མ་འདྲ་བ་ཅིག་གོ་སོང། ཁོང་རང་གཅིག་པུ་ཡོང་པ་མ་རེད་ཁོང་རང་གི་རྒྱབ་ལ་སློབ་མ་མང་པོ་ཡོད་ང་བྱིས་སྐྱོང་ཁང་ཅིག་ལ་ཡང་སྒྲབ་གཉེར་ལབ་དགོས་ཡོད་སྲིད་བསམ་བློ་དེ་འདྲ་ཁྱེར་སོང་དེ་སྔ། ད། ཚོར་བ་མ་འདྲ་བ་ཅིག་སྤྲད་སོང། ལགས་སོ། འོ་མི་གཅིག་གིས་ས་རྡོ་སྨྲེག་ཡོང་ནས་དོན་དག་དེ་མ་གཏོགས་གཞན་དག་མེད་ང་དོན་དག་དེའི་དོང་དུ་ཡོང་པ་ཡིན། ལགས་སོ། ཟེར་གྱི་འདུག་དེ་ནི་ང་ཚོས་བསམ་བློ་བཏང་བ་རེད། ད་ལྟ་བར་དུ་བོད་ལ་སྒྲ་ཉན་དཀྲོལ་གཏོང་བྱེད་མཁན་མང་པོ་རེད་སྒྲ་ཉན་སློབ་སྦྱོང་བྱེད་མཁན་མང་པོ་རེད་ད་ཡིན་ན་ཡང། སྒྲ་ཉན་དཀྲོལ་གཏོང་དེ་ལོ་བཅུ་གསུམ་བཅུ་བཞི་བཅོ་ལྔ་དེ་ནས་ལོ་ཉི་ཤུ་སུམ་ཅུ་འདི་ནས་སྦྱངས་པ་མ་གཏོགས་དངོས་གནས་བྱིས་སྐྱོང་ཁང་གི་ཆུང་ཆུང་དེ་ནས་སྦྱངས་པ་དེ་ད་ལྟ་མི་སུས་ཀྱང་བསམ་བློ་བཏང་མྱོང་ཡོད་མ་རེད། འདི་ལ་ཁོ་རང་གིས་བསམ་བློ་དེ་འདྲས་བཏང་བ་དེ་ལས་ཀ་དེ་འདྲས་བྱས་པ་དེ་ངས་དངོས་གནས་བཤད་ན་དེ་བྱ་དགའ་བྱ་བ་དེ་རླབས་ཆེན་པོ་ཞིག་རེད་བསམ་གྱི་ཡོད། འདི་གི།
རྨང་གཞི་དེ་ལོ་ཆུང་ནས་འགོ་བཙུགས་པ་ཡིན་ན་བྱིས་སྐྱོང་ཁང་ནས་འགོ་བཙུགས་པ་ཡིན་ན་མ་འོངས་པའི་དུས་ཚོད་ནང་ལ་བོད་ཁུལ་ལ་འཛམ་བུ་གླིང་ལ་གྲགས་ཆོད་པའི་གི་རོ་ཡང་མཁས་པ་དེ་འདྲ་མང་པོ་ཆགས་ཀྱི་རེད་བསམ་གྱི་ཡོད་ང་ཚོར་བ་དེ་འདྲ་ཟབ་པོ་སྤྲད་སོང། ལགས་སོ། དེ་ནས་རྒན་ཁོང་རང་གིས་རུ་བ་ལྟར་དུ་དེ་ནས་ངས་དེའི་གྲབས་ཉན་དེ་སློབ་བསྐྱུར་བྱས་པ་ཡིན། ལགས་སོ། དེ་ནས་ངས་ཁོང་རང་གི་དེ།

དེ་ནས་བྱིས་པ་ཆུང་ཆུང་གིས་འགྲམ་གཉེར་འདི་འདྲ་སྒོང་ཆེན་པོ་འདི་འདྲ་བཅག་སོང་ན་ད་ཡང་ཕ་མ་ཚང་མ་ཡང་ཚང་མ་དངུལ་ཡོད་པ་རྐྱང་རྐྱང་མ་རེད་སྐྲག་སྣང་སྐྱེ་གི་རེད་པཱ། ད་འདི་ལྟ་བུ་ཡིན་ན་ད་འགྲམ་གཉེར་ཡང་ཡིན་ཆོག་གི་རེད་བྱིས་པ་གི་རྩེད་སྤྱད་ཡང་ཡིན་ཆོག་གི་རེད་པཱ། ད་ཁོ་གི་དུས་དུས་ཁོ་རང་གི་དེ་རྒྱན་ཆ་ར་བ་དེ་འདྲ་དང་ཡིན་ཆོག་གི་འདུག་བ། དེ་ནི་འདི་འདྲ་ཅིག་བྱེད་དུ་བཟོས་པ་རེད། དེ་ནི་དེ་དང་ཆབས་ཅིག་ཏུ་ང་ཚོ་བསམ་བློ་དང་ད་བྱིས་པ་ཡོད་བ་རེད་དེ་ནས་འགྲམ་གཉེར་བྱུང་བ་རེད་ད་ག་འདྲ་ག་ནས་བསླབ་དགོས་རེད་པས། དེ་དེ་དེ་ལ་ང་གཉིས་མཉམ་དུ་བསམ་བློ་བཏང་དེ་ནས། བྱིས་པ་ལ་འཚམ་པའི་གི། ནང་ཁུལ་གྱི་བསླབ་གཞི་བཟོས་པ་རེད། ལགས་སོ། དེ་ནང་ཁུལ་གྱི་བསླབ་གཞི་ནང་ལ་ཡང་ད་དེའི། དབྱངས་ཡིག་ངོས་སྤྲོད་ར་བོ་དེ་འདྲ། ལགས་སོ་ཡ།
དེ་ནས་སྟབས་བདེ་པོ་གི་བྱིས་པའི་གི་གཞས་དེ་འདྲ། ལགས་སོ། ད་ཡང་གཞས་དཀའ་ལས་ཁག་པོ་ཡིན་ན་བྱིས་པ་གི་ངལ་རྒྱུ་ལ་དཀའ་ལས་ཁག་པོ་འདུག་ག། རེད་གི། ཚིག་གི་དཀའ་ལས་ཁག་པོ་ཡིན་ན་དེ་ནི་དཀའ་ལས་ཁག་པོ་འདུག་ག། ལགས་སོ་གི། དེ་ནས་མེ་ཏོག་ངོས་འཛིན་རྒྱུ་གཟའ་འཁོར་ངོས་འཛིན་རྒྱུ། ཨ་འགིའི་སྐོར། གསལ་བྱེད་ཀྱི་སྐོར། དེ་འདྲ་མཉམ་དུ། ཨ་ནི་མཉམ་དུ་རུབ་རུབ་བཟོས་ནང་ཁུལ་གྱི་དཔེ་དེབ་དེ་གསུངས་པ་རེད། ལགས་སོ་གི། ད་དེ་འདྲས་བྱས་ཏེ་ཨ་ནི། སྒྲ་བརྙན་སློབ་མཁན་གྱི་དགེ་རྒན་ཡོད་པ། སྒྲ་བརྙན་ཡོད་པ། བསླབ་གཞི་ནང་དོན་ཡོད་པ། འདི་འདྲ་བྱས་ཏེ། ཁོ་རང་གི་འདུན་པ་ནང་བཞིན་དུ་དངོས་གནས་བོད་ལ་བྱིས་སྐྱོང་ཁང་གི་སྒྲ་བརྙན་སློབ་གསོ་ཟེར་བ་དེ་དངོས་གནས་འགོ་བཙུགས་སོང། ད་ལྟའི་ལོ་རྒྱུས་ཀྱི་རྡོ་རིང་ཅིག་བཤངས་པ་རེད། ང་རང་གི་བསམ་ཚུལ་ལ་འདི་འདྲ་ཞིག་འདུག། དངོས་གནས་འདུག། དེ།
མུ་སྟེགས་ན་ལས་ཀ་ཆུང་ཆུང་རེ་ཡིན་ན་ལས་ཀ་དེ་འགོ་བཙུགས་པ་དེ་ཧ་ལས་པའི་གི་ཡག་པོ་བྱུང་སོང། ངོ་མ་རེད། ལས་ཀ་དེ་འགོ་བཙུགས་པ་མ་ཚད་ད་རེས་འདི་འདྲ་གི་བྱིས་པ་ཆུང་ཆུང་ཚོ་ལ་གྲུབ་འབྲས་ཐོན་ཡག་དེ་རེད་ཁྱད་པར་དུ་དགེ་རྒན་སོགས་ཅུང་བཟོ་ཡག་རེད་དེ་ཚོ་ངོ་མ་བཙུན་མ་ཧ་ལས་པ་རེད་དེ་ཁྱོད་གཉིས་དགེ་ལ་ལྷག་པོ་དེའི་སྒྲ་སྙན་དང་པོ་ག་རེ་ལྷག་དགོས་རེད་ཁོ་ལགས། དང་པོ་དེ་ལ་མེ་འདོགས་དང་པོ་ལབ་པ་རེད། ལགས་སོ།
དེ་བྱིས་པ་ཚོགས་ཀྱི་སྤྲོད་རྒྱུ་དེ་རེད། ལགས་སོ། དེ་ནང་ལ་མེ་འདོགས་དང་པོ་ག་རེ་བཤད་ཀྱི་རེད་མེ་འདོགས་མིང་ལ་ག་རེ་ཟེར་གྱི་རེད་གཉིས་པ་ག་རེ་ཟེར་གྱི་རེད་མིང་ལ་ག་རེ་ཟེར་གྱི་རེད་དབྱངས་ཡིག་སྟབས་བདེ་པོ་རེད་ཚིག་ནང་ནས་མེ་འདོགས་ངོས་ཟིན་ངེས་རེད། ལགས་སོ། ཨ་ནི་དེ་སྒྲ་སྙན་སྤྲོད་སྟངས་ནང་ལ་ཡང

ད་བསམ་བློ་དེ་འདི་འདྲ་ཅི་རེད་ང་རང་སྨན་ཁྲང་གསུམ་པ་ཡིན་ལགས་སོ། དེ་ལ་ད་ང་རང་ཚོ་ལྷོ་ཕྲོག་ཕན་ཚུན་ཡོད་ར་ལགས་དེ་སོ། ནང་ལོག་ལ་ཁ་བརྡ་བྱས་ནས་ད་ཁ་བརྡ་འདྲ་མ་འདྲ་བྱས་ནས་དྲི་ཆིམ་ཐོང་ཐོང་རྒྱབ་པོ་བསམ་པ་བསྐྲུན་རྒྱུ་དེ་ལ་གཏམ་རྒྱ་ཆེ་ཡོད་ར་ལགས་དེ་སོ། ནང་བཞིན་གྱི་ང་རང་གི་ཡང་མ་འོངས་པ་ན་དེབ་འདི་ལྷོ་བྲག་གིས་འཛུགས་དགོས་ཀྱི་ཡོད་བསམ་ནས་རང་སེམས་ནང་ལ་གཏམ་རྒྱ་བྱས་པ་ཡིན་ལགས་དེ་སོ། དུས་སྨན་ཁྲང་གསུམ་པ་རེད་དེ། དེ་ནས་ང་རང་ལྷོ་ཕྱིན་མཐར་ཕྱིན་པའི་བར་དུ་ཕར་ཆེར་ལོ་བཅུ་གཅིག་ཙིག་འདྲ་འགོར་སོང་བར

ལོ་ལྔ་ཙམ་བྱེད་ཀ་འདིའི་ནང་ནས་ད་རང་གིས་རང་གི་དེ་རྟོགས་པ་བྱས་ན་ཡག་པོ་མ་རེད་ད་ཡིན་ཀྱང། དངོས་གནས་དྲང་གནས་ཀྱི་སྤྱི་ཚོགས་སྟངས་ལ་ཡང་ཁས་ལེན་ཐོབ་ཀྱི་ཡོད་དེ་ནས་ཡང་ལྷོ་ཆུང་ནང་འབྱོར་རྒྱུ་ཁོ་རང་ཚོ་ཡང་ལྷོ་ཆུང་ནང་ནས་ལྷོ་སྦྱོང་རྩེ་གྲ་ཀུན་སྤྱོད་ཡང་ཡག་པོ་ཡོད་མཁན་ད་སྒྱིད་རྩ་ཡིན་ན་ཞག་བྲོ་ཡིན་ན་སྒྲ་སྙན་ཡིན་ན་ཕྱོགས་གང་ནས་ཀྱང་ཡག་པོ་རེད་ཟེར་སོགས་སོགས་ཀྱི་ཁས་ལེན་ཐོབ་ཀྱི་ཡོད་པ་དེ་འདྲ་འདྲ་ཅིག་ཆགས་འདུག། ལགས་སོ་ད་ལྟ་འདི་ལོ་མང་ག་ཚོད་ཡོད།

ཁྱོད་རྐྱང་གཅིག་གིས་ཁོ་རང་གི་བཟོད་ཡང་རང་གིས་སློབ་གསོ་ཞིག་མ་རེད། ལགས་སོ། དེ་ལབ་ཡོང་ན་བྱིས་པ་དེ་ཁོ། བློ་སྟོབས་ཆེ་རུ་འགྲོ་གི་རེད། སྙིང་སྟོབས་དང་ཡིད་ཆེས་སྤོབས་པ་ཆེ་རུ་འགྲོ་གི་འདུག་ཁོ་རང་ཁོ་རང་གི་རྩལ་ངོ་མས་ལ་སྙིང་སྟོབས་ཡིད་ཆེས་སྤོབས་པ་སླེབས་ཀྱི་འདུག་དེ་ནས་ཞལ་ལ་ངོ་མ་ཁོ་ཡག་དབྱིངས་ཚུད་པ་ཡིན་ན། ཁོ་གི་སེམས་ཀྱི་བདེ་ཐང། དེ་ནས་ལུས་རང་གི་གུས་སྐྱོབ་ཀྱི་བདེ་ཐང། གཙང་མ་ལ་འཕེན། དེ་ནས་ཀོ་གྷ་ལའི་ལྷ་བསྟད་སོང་ན། རབ་སྙན་གྱི་སྒྲ་དང་དེའི་གི་ཚིག་དང་དོ་ཚོ་གཙང་མ་ལ་ཧ་ཆག་འདུག་བསམ་པ་ལ་ཀོ་ཤི་ཀ་ར་འགྱུར་བ་མང་བོ་འདུག། ཀོ་ཤི་གཅིག་ཤི་ཀ་སྐད་ཆ་ཀ་རེ་ཡིན་ནས་ལབ་བསྡད་པོ། མི་ཀ་རེ་ཡིན་ན་ད་སྐད་ཆ་བཤད་ནས་བསྡད་པོ། ཀླད་ཀ་བྱས་ནས་བྱེད་བསྡད་པོ་འདི་འདྲ་འདུག། དེ་ནི་དཀའ་ལས་དཀའ་ལས་བྱས་ཏེ་ཁོང་གི་བསམ་བློ་ལ་འགྱུར་བ་ཤུགས་ཆེན་པོ་ཕྱིན། ཁོང་གི་འཆར་ཡན་དང་ཁོང་གི་གསར་གཏོད་ནུས་པ་དེ་ཚོ་གཞན་དང་མ་འདྲ་བ་དེ་འདྲ་མང་པོ་ཆགས་འདུག་ལགས་སོ། བྱས་ཙང་དེ་རོལ་དབྱངས་སློབ་གསོ་དེ་ཁེར་རྐྱང་གཅིག་གིས་གཞན་ཞབས་བྲོ་གི་སློབ་གསོ་རང་བཞིན་མ་རེད། དེ་ཕྱོགས་བསྡུས་རང་བཞིན་གྱི། སློབ་གསོ་དེ་རེད། ལ་ཟེར། འདི་གི་ཕན་འབྲས་དེ་མཐའ་ཡས་པ་དེ་འདྲ་ཡིན་ས་རེད། རེད་རེད། ཨ་ཁོ་ཚོ་ལྟ་བུ་ཆུང་དུས་ནས་ཁོ་རང་ཚོ་རྒྱ་ཡིག་བོད་ཡིག་ཨང་རྩིས་མང་པོ་སྦྱངས་པ་ཕ་དྲིན་རྗེས་དྲུག་གི་རེད། ཡིན་ལ་ནའང་ཁོ་ཚོ་དགྲ་བརྙན་སྦྱངས་མྱོང་བ་དེ་ཁོ་ཚོ་མི་མི་ཚེ་གཅིག་ལ་གཅིག་རྒྱག་གི་མ་རེད་ད་དེ་ལ་མ་རེད་ཟད་མ། ཁོ་ཚོ་གི་དགྲ་བརྙན་སྦྱངས་མྱོང་པ་འདི་གིས་དངོས་གནས་ཀྱི། ཚད་གཞི་ཡོད་པ་ཆུ་ཚད་ཡོད་པ་རིག་གཞུང་དང་ལག་ལེན་ཚང་མ་ཡོད་པའི་གི་རོལ་དབྱངས་གལ་ཆེན་དེ་འདྲ་ཡང་ཏན་ཏན་ཐོན་ཡོང་གི་རེད། ཐོན་གི་རེད་ཐོན་གི་རེད།
ཨ་མ་འོངས་པ་ང་ཚོ་གི་རྒྱུ་རྩ་པ་ཚོ་གསོ་སྐྱོང་བྱེད་གི་ཡོད་རེད་མ། འོ་འདི་འདྲ་རེད།
འཛིན་མ་གནང་བ།
དེའི་རིགས་ཀ་གངས་རི་རྩ་ཐང་ལས་མཚེས་འདི་ནས་སྟོན་ཚུགས་འཇོག་རྒྱུ་ཡིན། སྐུ་ཉིད་ཀྱིས་འཆར་གཞིའི་འོག་གི་མཚན་ཉིད་དབང་གྲགས་ཤན་པས་བཤད་ན་གངས་རི་རྩ་ཐང་དང་ཁང་པའི་བརྙན་འཕྲིན་ཁང་གི་ལས་མཚེས་གང་མང་གསན་གཟིགས་གནང་ཆོག་ལེ་རེད། ང་ཚོ་ལས་མཚེས་རྗེས་མ་ལ་འཇགས་ཤིང་ད་ཚང་མ་ཅི་གསུང་བཀྲ་ཤིས་གང་ལེགས་དོན་འགྲུབ།